བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པ་ཟེར་ན་མི་འདུག་དེ་འདྲ་ཅན་ཡིན་པ་སོང་ཙང་བོད་བརྒྱུད་ནང་བསྟན་དེའི་ཐོག་ནས་ཡ། ཟེར་ན་མི་འདུག་ནང་པའི་ཆོས་ལུགས་ཟེར་ན་མི་འདུག་དེའི་ཐོག་ནས་བཀའ་དྲིན་བླ་ན་མ་མཆིས་པ། ད་གཞན་དག་རྩ་བ་ཆེ་ཤོས་དེ་ཁ་བ་གངས་ཅན་ལྗང་དེ་རེད་ཤག། ལ་དེ་ཉིན་མོ་གཅིག་དང་ཟླ་བ་གཅིག་དང་མི་རབས་གཅིག་དང་དེ་འདྲ་སྐད་ཆ་རེད་མི་འདུག་ལོ་ངོ་སྟོང་དུ་རིང་ནོ། ཅེས་མི་དང་རྒྱུ་དང་གང་ཟག་གི་ཆ་ཚང་མ་བློས་གཏོང་བྱས་ནས་མགོན་པོའི་ལུས་འབུལ་བྱས་ཚེ་དེ་འདྲ་གི་གཞན་དག་བཀའ་དྲིན་ཆེན་པོ་ཆེ། གཞན་དག་དེ་ལྟའི་ཚིག་ཅིག་ད་ཡག་པོ་ཡོང་ན་ཡིན་འདུག་ཟེར་ནས་བཀླག་མཁན་ཡིན་ན་ཚན་པ་ཞེ་དྲག་དགའ་བོ་འདུག།

གཉིས་འདྲེན་ཟེར་ན་མི་འདུག་དེ་གཉིས་ཚུར་ཐུག་དེ་ཡར་འགྱུར་དེའི་རྐྱེན་ཡིན་པ་དེ་ད་སྔ་ནས་ད་བར་དུ་ཚན་རིག་པ་ཚང་མར་ཞིབ་འཇུག་བྱས་དེའི་ཐོག་ནས་བཞག་འདུག་ཡིན་ནའང་ཁོ་གཉིས་གཉིས་ག་རེ་བྱས་འོས་འདུག་ད་ལྟ་ཁོ་གཉིས་གཉིས་ཁོ་གཉིས་ས་འགུལ་གྱི་གཞུང་ཆེན་དུ་ཚུད་དེ་དེ་ད་ལྟ་ད་ལྟ་ལ་དེ་ཆོས་ཚིག་ནག་པོ་བཙལ་ནས་ག་རེ་བྱས་ཤེས་ཚར་སླེབས་འོས་འདུག་ཟེར་བ་ཡིན་ན་ཕན་མ་ཐོགས་གནོད་བྱེད་རྒྱ་ཆེ་མི་མང་ནང་བོད་རིགས་མི་མང་ནང་ཨ་ནི་གཅིག་བོད་ནང་ལོགས་ནང་ཆོས་མཛོད་བྱོས་བ་དང་དུས་ཚོད་ཀྱི་རྐྱེན་བྱས་ནས་ས་འགུལ་བྱོས་ཀྱི་ཡོད་རེད་མདོག་མདོག་བྱས་ནས་བོན་པོ་ཚེ་རིང་མགོ་དང་པོ་ཉིད་དེ་བཙུགས་སོང།

ད་དེ་མི་ཟེར་གི་དེ། ཕྱི་ལོག་གི་ང་རང་ཚོ་གི་སྡོད་ནི་ངེད་ཀྱི་རོལ་དུ་བྱུང་བ་ཚང་མ་གི་ད་གཞན་སྐད་བྱས་ཡོད་མ་རེད་ཨ་ནི་ཟེར་བ་མེད་ན་འདི་འདུག་ཟེར་གྱི་འདུག་ད་རེས་དངོས་གནས་འགྲོ་ནས་ཡོད་ཡིན་ན། ཆབ་སྲིད་དང་དེ་འབྲེལ་གྱི་ཀླད་པ་གི་གསང་ཅི་ཡོད་ཡིན་ན།

སྙུང་གཞི་བྱས་ནས་དུས་བྱས་ནས་སྨན་བཅོས་ཀྱི་ཆེད་དུ་ནང་དུས་ཁོང་ཅེས་ཕ་བྱང་བྱས་ཞེས་བརྗོད་དུ་དུས་ཡིན་ཟེར་གསལ་བཤད་ག་རྫིག་བྱས་ན་ཡང། དེ་དོན་དངོས་གནས་ཚུལ་ནི་གོང་ས་མཆོག་གི་མཆན་ཟེར་ཁྱོད་རང་དེ་འདྲ་བཤད་འདུག་བྱང་གི་རྒྱ་ཐང་ཆེ་ཆེ་མང་ཚོགས་མགོ་སྐོར་དང་སྐྱག་རྫིང་ལོས་འདུག་ཁྱོད་རང་བདེན་པ་བདེན་ཐུག་དྲང་པོ་དྲང་ཤ་ཡིན་འདུག་སྐད་ཆ་དེ་འདྲ་ཡར་བྱས་པ་ནི་མ་རོ་བྱས་ནས་དུས་བྱས་ནས་མ་སླེབས་ཡིན་པ། ཨང། ད་རེས་ཁྱོད་རང་ག་རེ་བཤད་ན་བཤད་དུས་བྱས་ནས་ད་ལྟ་ང་ཚོས་ཀྱི་དིང་རི་ནོར་ལོར་ས་འགུལ་དེའི་ཐོག་ནང་འཛམ་གླིང་གི་མི་རིགས་ཀྱི་ཆད་པ་གང་ཡང་ཡོད་མ་བཟོད་དུང་སེམས་ཉག་གཅིག་གནང་གི་འདུག་ན་དགའ་བསུ་ཞུ་ཡ་རེད། དེ་ནི་ཡ་ཕུག་ཐུག་དང་ཚ་གི་ཁྱོད་རང་ཚོ་སྐད་ཆ་དེ་མ་བཤད་ན་ང་བླ་རྒན་གོ་ཁ་དེ་ལྟ་བ་ཡིན་ན་ཡག་པོ་འདུག་ས་དེ་རེད།

རྒྱུ་དག་ཡོད་ངེས་ཅི་ཡིན་ན། ད་རྒྱུ་དག་མེད་ངེས་ཅི་ཡིན་ན་དེ་ཡོང་བ་སྐལ་ཡོད་མ་རང། ད་གཉིས་པ་ཅི་དེ་ད་རྣམ་པ་ཚོར་འདི་ཞུ་བ་ཡིན་ལོ་ད། ད། ནུ་ཡོ་ཨ་ནོ་ལོ་ནོ་ད་ང་ཚོ་བོད་པ་གཞན་སྐད་ཅི་ཡོད་མ་རང་སྙོང་རུས་ཀྱི་བོད་རིགས་ཞུ་དོན་ཚོགས་པའི་ཚོགས་ཚོགས་ཁང་ཅིག་འདུག་ཨ་ཚོགས་ཁང་ཅིག་འཇོག་ཡོད་ད་ཚོགས་ཁང་དེའི་ཐོག་ན་ཨེ་མྱང་དོ་ན་འདུག་ཨ་ཅེ་དེ་གཉིས་ཁ་ཟས་ད། ཨ་ཅེ།

སྔགས་མེད་ན་ནང་འགྱོད་ཡ་གྱོད་དེ་རིང་ཡིན་ནའང་བཀའ་སློབ་ཀྱི་རྣམ་པ་ཚོས་ནི་དྲན་བསྐུལ་གྱི་ཚུལ་གྱིས་ཏུ་བྱས་ནས་སེམས་ཅན་མང་པོ་གཅིག་ཏུ་བྱས་ནས་མྱ་ངན་གྱི་འོད་གནས་འདི་བྱ་དེ་འདྲ་གསུངས་ཙང་དེ་ཚོ་ལ་སྔགས་མེད་ནའང་དེ་མ་བྱས་ཡ་བྱས་དགོས་ཚར་རེད་ཟེར་དྲན་བསྐུལ་བྱས་ཚར་ལེ་ཡིན། ད་ཞི་བ་ད་དེ་རེད་ད་ད་རང་ཚར་ན། ད་ད་རང་ཚར་ན་ད་ག་རེ་བྱས་ཀྱི་ཡོད་རེད་ཟེར་བ་ཡིན་ན། ང་ཚོས་ལྟོས་དེང་རི་ནོར་ལོག་ནང་རང་གཞུང་གི་གོ་ཆག་གི། བོད་རིགས་སྤུན་ཟླ་མང་པོ་ཅིག་མྱ་ངན་གྱི་ཐང་ནས་གནས་འདུག་སྡུག་བསྔལ་དུ་གནས་ཚར། དེ་གནས་དུས་ནང་ད་ཁོ་ཚོ། ཉིན་སྟོང་ཉི་ཤུ་རྩ་གཅིག་ནང་ལོག་ནོར་ལོང། ཨཱ་ཞང་ཀོས་རྒྱལ་བ་ཐམས་ཅད་བྱམས་པའི་གཙུག་བྱང་ཆེན་ཡང་མི་དག་པའི་དམངས་གཙོ། བཙན་འཛུལ་བྱས་ངན་གྱི་བཙན་འཛུལ་རི་ལུག་པ། བཙན་འཛུལ་དང་པོ་བྱས་ངན་གྱི་སྡེ་ཚན། ཆེས་མཐོའི་འཕྲིན་ཡིག་ཁང་འཕྲིན་དཔོན་གསུངས། ཟེར་མ་པི་ཤ་འཇོ་གསུངས་འདི་ཡང་རྒྱ་ཡ་བཙན་འཛུལ་བྱས་ར། ཨང། དེ་གསུངས་དེ་ད་ཚ་གསུངས། ད་བཙན་འཛུལ་བྱས་ཞེས་པ་རེད་འདུག་ད་དཔོན་པ་ཚེ་རིང་གི་དེ་དགའ་སྟོན་ཚོགས་བསྡོད་འདུག་ད་རང་ས།

ཡིན་ན་དེ་བྱོས་ཐབས་མ་རག་ཁྱོད་ག་རེ་ལས་འོས་འདུག་ཟེར་བ་ཡིན་ན་ཁྱོད་ཡུ་རོར་འགྲོ་ནས་ཨ་ནི་དངོས་གནས་བྲོས་ནས་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་བློས་གཏོང་བྱེད་དཀའ་ལས་འགྱུར་འདི་འདྲའི་གི་ཅི་ལྟར་སླེབས་ངས་དེ་ཚོ་བྲིས་ཏེ་ཚད་མས་ཞུ་བ་དང་ཁྱད་པར་དུ་གཤམ་གྱི་རྒྱལ་བ་ཐང་ཆེ་ཆེན་པོར་གི་རྗེས་སུ་འགྲོ་བ་ཡིན་ན་ཨེ་འཆི་ལ་བྱེད་ཀྱི་རེད་ཟེར་རྒྱལ་བ་ཐང་ཆེ་ཆེན་པོར་ཚད་མས་ཞུ་ནས་སྡུག་རུས་ངན་ཚད་བཅས་སོགས་ཡུ་རོ་ཀོ་ར་བྱོས་ན

གང་ལྟར་ང་ཚོ་ཚང་མ་ནི་སེམས་མ་རུང་བ་ཅིག་ཡོད། སེམས་མ་རུང་བ་དེ་ཚོ་མ་ཞི་བ་ཞེས་པའི་ཐོག་ནས། གང་ལྟར་ཀྱང་ཅེས། འགྲོ་བ་མིག་གི་བྱེད་སྟངས་ཅིག་བྱས་པ་ཡིན་ན་ཡག་པོ་འདུག་ལབ་བ་དེ་བཙན་བྱོལ་སྤྱི་ཚོགས་ནང་ལོག་གི་ད་འགྲོ་འདི་ངན་གི་ཟིན་བྱེད་ཡོད་རང་ཨང། དེ་ཚོ་མང་པོ་ཅིག་ཁྱད་པར་དུ་བཙན་བྱོལ་སྤྱི་ཚོགས་ནང་ལོག་ནང་ཨ་ནི་ཅིག་ཆོལ་ཁ་ཡན་ཆད་ཅིག

དེ་མ་རུང་བ་དང་ད་རེས་ཀྱི་འདི་ཡི་ཁ་ཐུག་ནི་དངོས་གནས་སྤྲོ་ན་བོད་མི་འདི་ཚོ་ད་དེང་རི་ནོར་ལོག་སངས་རྒྱུད་བརྗོད་ནས་མི་མོ་མང་པོ་ཅིག་ཤེས་ད་དེར་བྱས་ན་སྨད་རྒྱུད་བཟོ་སོང་གི་གྱོང་གུད་དེ་འདྲ་ཡི་ཐབས་མི་ཚང་མ་སེང་སྡུག་བྱས་འདི་ལ་ཚང་དེ་ནོར་ལོག་ན་ད་ཟླ་ལ་ཁྱོད་ཚོས་ཀྱི་སེང་མ་རུང་བ་དེ་གི་ཆོས་སྲིད་ནག་པོ་འཕྲོ་ཚ་དེ་མ་ཡོང་རོགས་དེ་སྐུ་ཆེན་སྐུ་ཆེན་ཟེར་བླ་རྒན་གོ་ཁོ་དང་ད་རེས་འདི་ཡི་ཐོག་ནོའོ་ད་ཐུགས་སུ་བཅད་ནས་བྱ་བ་ཐེངས་ཁ་སླེབས་པ་ཡིན་དེ་ཉིད་རྣམ་པ་ཚང་མ་ནོར་ཀུན་ཆོས་སྲུང་ཞིང་བཀྲ་ཤིས་ཆོས་ཀུན་ཆོས་སྲུང་ཞིང་ལ་འཇུག་པ་ཞོག་ཚེ་ཚང་འདིར་བྱ་ཡིན།